ཆེས་བརྗེད་པར་དཀའ་བ་དང། ད་ནི་ཆེས་དེ་ཉིད་ལྡན་པ་ཡོད་མོད་ན། ད་ཁྱོད་རང་ལ་འདྲ་འདྲའི་ཆེས་མཐོ་བའི་ཁོང་ཁྲག་ལྡན་པ་འདྲ་ཡོད་དམ། ད་ལྟ་གཙོ་བོ་ལུས་ངག་ཕར་ཕྱིན་དུ་རང་གི་དགའ་ཕྱོགས་དང་ནི་དེ་ནས་རང་གི་ལས་སྐལ་དུ་སློབ་མ་རྐྱང་རྒྱུད་དུ་ང་ཧ་ལས་པ་གི་དུས་ཐང་ལ་ངའི་དར་ངན་ཆོག་དང་ཤིག་མང་པོ་རྒྱག་པ་དང་ནི་ཕར་ཆེར་འཕྲིན་ཐུང་ཡོང་ནས་ལོ་གཉིས་ཀ་ཙག་ཅིག་འགྲོ་དེ་རེད་དེའི་སློབ་མ་དུ་མོ་རྐྱང་འདྲེ་ཟུར་གྱི་ཧ་ར་ཚོང་ནོ་འོག་བཅུག་གྲུབ་འབྲས་ཐོབ་བུ་ཚོང་ནི་ཅང་པོ་ཡང་ཕར་ཆེར་དུ་ཕར་ཆེར་སློབ་ན་སྟོང་ལ་ཉེ་བ་དེ་མོ་ཟེར་རེད་ད་ལྟ་ཡོ་སྐྱེ་གས་ཕར་ཆེར་དུ་སློབ་ན་བཞི་བཅུ་ལྔ་བཅུ་དེ་མི་ཟ་གི་འདུག་དེ་ལྟངས་ན་ཧ་ལས་པ་གི་ཆེ་ཟེར་གོ་རང་གི་ཤུགས་རྒྱག་རྒྱུ་འདི་ན་ནི་རང་གི་ཆིག་བརྒྱུད་པར་དཀའ་བ་གི་ཆེ་ཟེར་གོ་འགྲོ་ལུས་དཀའ་གྲུབ་འབྲས་དང་ལྡན་པ་དེ་དུ་ཧ་ལས་པ་ངའི་ངར་གི་དེ་མོ་ཟིག་ཡིན་བསམ་མྱོང། ད་གེ་གེ་བྱས་ནས་ད་ལོ་ཉི་ཤུ་རྩ་གཅིག་ཡིན་པ་རེད། རེད་རེད་རེད་རེད་ཐོག་མར་མང་པོ་བྱེད་ཤེས་པ་ཟ། བདག་གཙོ་བོ་ང་ཞིག་གི་རི་མོ་ཆེ་ལེ་ཆེན་པོ་རི་མོ་རི་མོ་གི་ཆེ་ལེ་བཞག་དུས་དེ་གི་ད་ལོ་ཕར་ཆེར་དུ་བཞི་བཅུར་ལྔ་བཅུ་ཕར་ཆེར་མི་ཚེའི་མང་ཆེ་ས་དེ་དེ་ནས་རི་མོ་ཏག་ཏག་བྲིས་པ་ད་ནི་དེ་གི་སློབ་མ་རྐྱང་འགྱུར་དང་ང་དེ་གི་ང་ཞིག་གི་ལྟར་ངན་ཞུ་ད།

གཅིག་མགྱོགས་ཨ་ཕྱི་ཟེར་དགོད་འགྲོ་ཡང་གཅིག་མི་ཤི་ན་འདྲ་འདྲ་གཟིགས་རེད་ད་ཡང་ཤི་ཚར་རྒྱབ་ཁོ་ཡང་ལྟོ་དེར་འདྲ་ན་ལས་ཀ་ཞིབ་མོ་ལས་ནས་ཡང་ཡ་ཧ་རེད་སྐྱོ་རྒྱུ་དམ་ཟེར། ད་ལྟ་སྒེར་དུ་ལྷོ་མ། ད་ལྟ་འདི་ཁྲིན་ཏུའུ་ན་ད་ང་ཅི་འདུག་ས་འདི་འདི་སྐོར་ལམ་གཉིས་ཚགས་ཉལ་བ་ཅན་པོ་དེ་ཕྱི་སོ་ན་ཝུ་ཧུ་ཏག་ཏག་ཟེར་དགོས་ན་དེ་ཕྱི་སོ་དེ་ན་ཡོད་རེད་ད་གྲོང་ཁྱེར་གྱི་ནང་ངོ་མ་མ་རེད་འདུག། ཞེས་སོགས་ཟེར་བ་མ་རེད་དེ་མི་ཁ་ཆེ་ད་དུས་མཚམས་འདི་ང་ཚོ་གི་རྡེལ་ཁུལ་གི་དཀྲུག་གཞོང་འདི་ཆེ་གི་ང་ཆེ་ག་རོགས་རིམ་ཡིན་ནོ་དུག་ཆེ་ཟེར་དགོས་འགྲོ་ང་ཆེ་གི་རི་མོ་བྲི་ས་གི་ཁང་པ་འདི་ན་དེ་མི་མང་བོ་ཟིག་གི་རོགས་སྐྱོར་ཡིན་དུ་ཡོད་དུག་ང་ཆེ་གི་དཀའ་ངལ་ར་ཆེན་པོ་ཟིག་ཨ་ཙི་ཟིག་ཡོད་གི་མེད་དུ་འཇུག་དེ་ཡང་སློབ་མ་ཁ་གྲངས་ཡོད་ཅིག་མང་བོ་འདྲ་ཟིག་ཕར་ཆེར་དུ་བཞི་བཅུ་ལྔ་བཅུ་ནང་ཟིག་གོ་དེ་མི་ཟིག་ཡོད་གི་དེ་མི་ཟིག་ཡོད་གི།
དེ་ནས་སྒེར་གྱི་རྫ་འཁོར་གྱི་རིགས་ལ་འཁོར་ཁྲི་ཕལ་མ་ག་ཅིག་ཡོད། རྫ་དེ་གའི་སྲིན་འབག་གི་ཕྱི་དྲོ་འདི་གའི་ལྷག་ཁྲི་དེ་ནས་དེམ་ཁྲི་དེའི་གཟིར་གྱི་སྐྱར་གཞུང་འདྲེན་གཟིར་གོ་ནི་གཟིར་རྟ་ཆེན་པོ་དེའི་རྒྱུན་དེ་གའི་དེམ་དེ་གའི་གཞན་གྱི་ཡང་དེ་གའི་དགེ་རྒན་དག་འདི་ན་ཡང་ཕྱི་ཚོགས་སྟེང་ནམ་མཁའི་བར་རི་མོ་དང་གཞུང་རིག་མཁས་པ་དུ་མོ་ཁ་ཤས་མྱ་ངན་བྱེད་ཀྱི་ས་རག་བརྡ་འདྲི་ནས་ཁོ་ཚོ་ཡང་དེའི་ཕྱི་ག་དེ་གའི་ལྷག་བསམ་རྣམ་དག་གི་དེ་གའི་རོགས་དབྱེ་ཀྱི་དགའ་བོ་རི་དགེ་རྒན་ཚང་མ་དེ་མའི་ལྷག་བསམ་རྣམ་དག་ཅི་ནང་བྲིས་ཏེ་བཤད་ཀྱི་ཡང་ང་ཆ་གའི་རོགས་དབྱེ་གི་ཡོད།
རེ་དགེ་ད་ཐོག་མ་ཧྲིལ་པོ་ཁྱེད་ཚོ་ས་ལ་ད་རི་མོ་ཡང་མོ་ཅི་འདྲ་ཀི་ན་དེ་ཅི་ཆི་དེ་བཞུགས་ཀི་ཅི། དུ་ཡང་རི་མོ་བཞང་དར་སྔ་བཞང་སྙུང་ནི་ཅན་པོ་ཡང་རི་མང་གི་ཅི་ཡོ་ནི་ཅན་པོ་དེ་མི་ཡག་གི་ད་ཡང་རི་མང་གི་ཅི་དེ་མེད་ནི་ཅན་པོ་དེ་མི་མིན་ཅིག་ཁོ་ཚོ་གི་ཅིག་འདྲ་མི་འདྲ་ཐང་རྒྱག་གི་དེ་ན་ཁོ་ཚོ་རང་རང་སོ་སོ་གི།

ཚང་མ་དེ་ཙི་གི་དེ་དུ་མོ་རྩབ་ཁྱེར་སོང་དེ་ཐ་ཚོ་ངོ་མ་ཡི་ཧ་ཚིག་ཤི་དགོས་ན་ཕར་ཆེར་དུ་རོ་ལྔ་དྲུག་དྲུག་ཏུན་དགོས་འགྱོ་བོ་དུ་མོ་ཟེར་རེད་དུ་གི་ཤི་ཚར་རྒྱབ་ད་ཕར་ཆེར་ཁོ་ཚོ་གི་རང་ཡུལ་གི་ཡང་ཁག་གསོ་རྒྱུ་གི་དུ་ཚོ་གི་འཚོ་བ་ཡང་ཐག་ཆོད་དོ་གི་དེ་ཧ་ཚོ་གི་ཡང་ཁར་ཆེ་གི་ཅིག་ལབ་ཤི་དུ་ནི་རི་མོ་གི་སྟང་རྒ་བཞིན་ཆེན་པོ་ཡོད་ནི་ཡང་ཅིག་དམིགས་སར་བ་གི་ཡང་དུ་གི་རི་མོ་ཡམ་ཚམ་བྲུ་ནི་དུ་མོ་ཡག་གི།

དམངས་ཆེན་གསར་དུ་ཕར་ཆེར་བོད་དགེ་རིགས་དར་ལྗོངས་ལྔ་གི་དུ་མ་རེད་དེ་འཕྲོས་རྒྱ་རིགས། ཨོ་རི་རིགས་རྒྱ་རིགས་འདྲ་འདྲ་དེ་ནས་ཡང་གཞན་པ་ཡིག་རིགས་འདྲ་འདྲ་དེ་མིན་མི་རིགས་ཁ་ཤས་ཡང་ཡོང་གི་ཡོད་འདུག་དེ་ཚོ་ཚང་མ་ཡང་ཁུར་བྱེད་དགོས་ཅིག་ཤི་འགྱོ་གི་ད་ལྟ་གཙོ་བོ་དུ་བོད་ཀྱི་རི་མོ་ཡིན་ན་རིག་གནས་འདི་ཚོ་བོད་ཡིག་བཟོས་ཡག་ཧ་ཤི་ན་དུ་ཡང་ཡང་ཕུར་གྱི་རི་མོ་ཤི་འགྱོ་གི་ཅིག་ནང་དོན་འགྲོ་དུ་སྟངས་འགྲོ་གོ།
ད་ནི་རྒྱུད་ཀྱི་ཕ་མ་ཚོ་འདི་ན་ཆ་རྐྱེན་ཅི་ལ་ཡོད་ག་རེད། ཆ་རྐྱེན་ད་ཅང་ཆེན་པོ་མ་རེད་ད་ཕྱིན་ན་ཁོ་ཚོ་གཙོ་བོ་དོན་དེ་ཡོང་ན་ཕ་མ་ཆགས་ཀྱི་རེ་བ་ཡང་དེ་རེད་གར་ཆགས་ཀྱི་རེ་བ་དེ་འདི་ད་ཚོ་ལྟོ་ལྟོ་དེ་འདི་ན་རི་མོ་ཡི་ཧབ་བཞེངས་ཀྱི་ལྟོ་རེད་དེ་ཆོག་གི་སློབ་ཡོན་སྐར་མ་གང་ལེན་ནི་མ་རེད་དེ་འཕྲུ་ད་སྔར་འདྲ་ག་ཅི་ད་ཡང་དེའི་ནང་གི་ཅིག་ཆ་རྐྱེན་གཞན་པ་དེ་མོ་མང་ཡོང་དགོས་ནི་རེད་དེ་ཡང་དེ་ད་ཚོ་ཡང་དེ་གི་དེའི་གི་འདུག་ས་ད་སྡོད་ཁང་གི་གླ་ད་དེའི་བཟའ་གྱི་ཆ་ག་ངའི་ཧ་ད་དུ་མོའི་དགོས་པ་ད་དེ་མི་སྐད་འགར་ཆེན་པོ་ཅན་ཐང་རྒྱག་གི་ད་དེ་གི་ཡང་དེ་རང་ཁར་སང་དྲན་གི་ཅི་ད་ཡང་ཅིག་ཆ་རྐྱེན་ཡོད་པ་གི་དེ་མི་ཡག་གི་དེ་སོ་ཡིན་ཁར་ཅིག་ད་ད་སློབ་ཡོན་མ་བླང་ང་ཁར་ཆེ་གི་རང་གི་མཁའ་དབང་བསྒྲགས་ལ་བཟའ་གྱི་འཐུང་གྱི་རང་གི་ཐག་ཆོད་དེ་བཞག་ན་དེ་གི་ཡང་ང་ཆེ་གི་ཧ་བཟོ་གི་དེ་མ་རེད་ཡོད་གི་ཡོད། ངོ་མ་རེད། ད་དགེ་རྒན་དེ་རིགས་ངོ་མ་གྲོས་ཆེན་པོ་རེད་ཁྱེད་པ་དང་ཁྱེད་ལྟ་བུས་ནང་ད་ཁོ་ཚོ་ལ་ལ་རྩ་ཁ་ལེན་མ་ཚེ་སྟོད་གཡོག་གི་དེ་དག་ཆེན་པོ་མང་བོ་ཟིག་འཁྱག་དགུ་བརྫིས་ན་ཡང་དཀའ་ངལ་ཆེ་གི་དེ་དག་ཕར་ཆེ་དུ་ཅིག། ཡུལ་གྱི་ལྔ་བཅུ་ཆེན་པོ་ལྟར་ངག་གསོ་སྐྱོང་ཡིན་ན་དེའི་ར་བ་རེ་བས་ཡིན་ན་དེ་ཕར་ཆེ་ལོ། ཉི་ཁ་འདྲ་ཟིག་རེ་སྐྱོ་གི་འདུག་ཡ།
ད་དེ་རེད། རེད་རེད་དེ་སྔོན་མ་ཅན་གི་སྔར་གི་མི་ཚེ་གི་སྟངས་ཀྱི་ཅིག་རིན་ཐང་ཆེན་པོ་ཟིག་ད་ཅིག།